ངས་སེམས་ཅན་སྡུག་བསྔལ་གྱི་སྣང་བ་ལ་མི་བཟོད་པའི་བློ་དེ་ལ་སྙིང་རྗེ་ཟེར་འདུག། སྙིང་རྗེ་ཟེར་ཏེ་སྨྲས་པ་ལ་ང་ཚོ་ཡང་ནམ་རྒྱུན་ཁ་སྐད་ལ་ཡང་ཅིག་ཡུལ་སྨད་པར་བྱེད་ལ་ཁོ་སྙིང་རྗེ་ཟེར་ནས་སོ་སོ་ཡང་ཕྱོགས་ལ་བལྟས་ཁོ་ཕྱོགས་དེ་སྨད་པར་བརྡབས་འདུག་དེ་མ་གདའ། དེ་དག་ནི་སེམས་ཅན་ཐམས་ཅད་ལ་ཡིད་བཞིན་ནོར་བུ་ལས་སླ་བའི་དོན་ཆགས་སྤྲོས་པའི་བསམ་པ་ཡིས་རྟག་ཏུ་གཅེས་པར་འཛིན་པར་ཤོག། གང་དུ་སུ་དང་འགྲོགས་པའི་ཚེ་བདག་ཉིད་ཀུན་ལས་དམན་དང་བཅས་ཞར་ན་བསམ་པ་ཐག་པ་ཡིས་མཆོག་ཏུ་གཅེས་པར་འཛིན་པར་ཤོག་ཟེར་ཡག་གི་འདིར་གཅིག་གོ་གི་ཡག་རེད། རང་ལས་གོང་མར་བལྟས། རང་ལས་མཆོག་ཏུ་བསྟན། ཨེ་ནི་དེ་སྡུག་བསྔལ་ལས་ད་བྱ་བ་བྱུང་ན་བསམ་པའི་བློ་ཅིག་ཡོང་སྟེ། དེ་ལ་ཡང་སྙིང་རྗེ་བརྩམ། དང་ཨེ་ནི། ད་སྡུག་བསྔལ་ལས་བྲལ་རང་བསམ་པའི་བློ་བརྩམ་ཉན་རང་ལས་ཡོང་གི་རེད། ད་སྡུག་བསྔལ་ལས་བྲལ་བར་བདག་གིས་བྱ་ཟེར་ནས་ལྷག་པའི་བསམ་པའི་འཁོར་ལོ་ལེན་ཡང་དེ་འདྲས་ཀྱི་ལྷག་བསམ་འདྲེན་ནུས་ཀྱི་སྙིང་རྗེ་དེ་ལ་སྙིང་རྗེ་ཆེན་པོ་ཟེར་གྱི་ཡོད་རེད།

བདག་གིས་སངས་རྒྱས་ཀྱི་གོ་འཕང་བསྒྲུབས་ནས་སེམས་ཅན་མཐའ་དག་སྡུག་བསྔལ་ལས་སྐྱོབ་པར་བདག་གིས་བྱ་གི་ཡིན་ཟེར་བ་གི་ལྷག་བསམ་དེ་ལེགས་གི་རེད་པ། ཟེར་བ་དེ་འདྲ་ཡིན་དུས་སྙིང་རྗེ་ལས་རིན་པོ་མང་པོ་འདུག་ག་སྤྱི་ཡོངས་ཀྱི་ཆོས་པ་ཆོས་ཚང་མ་ལ་སྙིང་རྗེ་བཤད་གི་ཡོད་རེད། དེའི་ནང་ཚན་ནས་སངས་རྒྱས་པའི་ཆོས་ཀྱི་སྙིང་རྗེ་རྩ་བ་ཅན་ཡིན་པ་རེད།

སྡུག་བསྔལ་གྱི་སྡུག་བསྔལ་ཙམ་གྱི་སྣང་བ་ལ་སྙིང་རྗེ་སྐྱེ་བ་དང། མི་ཕལ་པ་ལས་ཡོངས་བསྐོར་བ། ད་འགྱུར་བའི་སྡུག་བསྔལ་སྡུག་བསྔལ་དུ་མཐོང་བ་ཅིག་ལྷག་པར་དུ་ཡང། ཁ་ས་ཞི་ཡག་གིས། ཀ་ས། ལྷ་མིའི་ཐེག་པ་ཟེར་དུས་སྡུག་བསྔལ་གྱི་སྡུག་བསྔལ་སྡུག་བསྔལ་དུ་བལྟས་ནས་དེ་ལས་ཐར་འདོད།

ས་དེ་འདྲ་ཡིན་དུས་རང་སྟེང་ལ་འདུ་བྱེད་ཀྱི་སྡུག་བསྔལ་གྱི་ན་ཚུལ་བསམས་ནས་འདུ་བྱེད་ཀྱི་སྡུག་བསྔལ་ལས་གྲོལ་བ་ཞིག་བྱ་དགོས་ཀྱི་འདུག་འདུ་བྱེད་ཀྱི་སྡུག་བསྔལ་ལས་ཐར་བ་ཞིག་བྱ་དགོས་ཀྱི་འདུག་བསམ་པའི་བློ་སྐྱེས་ཡོང་དུས་ཐར་པ་དོན་གཉིས་ཀྱི་བློ་སྐྱེས་སོང་བ། ག་རེ་ཟེར་ན་འདུ་བྱེད་ཀྱི་སྡུག་བསྔལ་ཟེར་བ་དེ་ཉོན་མོངས་པའི་གཞན་དབང་གིས་སྐྱེ་བ་དེ་འདུ་བྱེད་ཀྱི་སྡུག་བསྔལ་རེད་པ། ཡང་ན་ཉོན་མོངས་པའི་དབང་གིས་བྱུང་བའི་ཕུང་པོ་དེ་འདུ་བྱེད་ཀྱི་སྡུག་བསྔལ་རེད་པ། བྱས་ཙང་ཀ་རྒྱུ་ཉོན་མོངས་མ་བསལ་བར་དུ་ཉོན་མོངས་དེའི་དབང་གིས་བྱུང་བའི་ཕུང་པོ་དེ་བདེ་བདེ་རེད་པ།